བརྟན་བཞུགས་ཕུལ་ཡས་རེད། དེ་ནས་རྒྱལ་བ་ཀུན་འདྲེན་རིམ་བྱོན་སྙེ་མ་ནས་རྒྱལ་བ་དགེ་འདུན་རྒྱ་མཚོ་ནས་ཅན་གོང་ས་ལྔ་བ་ཆེན་པོ་བར་དུ་དེ་ནས་སེ་རའི་ཁྲི་པ་དེ་ཀུན་འདྲེན་རིམ་བྱོན་དེ་ནས་གནང་ཡོད་རེད་དེ་ནས་ད་ནས་ཡིན་ན་དེ་ཀུན་འདྲེན་ཅོ་ཤོ་མཆོག་གིས་དེ་ནས་སེ་རའི་ཁྲི་པ་འདུག་ཁྲི་ལ་འདུག་དེ་གནང་རོགས་བྱེད་ཡ་ཞུ་ཡས་དང་ད་དེ་མ་ཡིན་པའི་བསྙེན་རྫོགས་ཀྱི་མཚོན་པའི་དེ་ནས་མང་པོ་ཅིག་ཡོད་རེད་འོ་དེ་ཚོ་ཞུ་ཡིན་འོ་དེ་ཆེད་དུ་བཅའ་འོ་ད་ད་རང་དེ་ནས་སེ་རའི

ཨ་ནི་གྲྭ་ཚང་བྱེས་དང་སྨད་གཉིས་ཀྱིས་ཨ་ནི་ཕྱག་མཛོད་རྒྱན་པ་གཉིས་བཞེས་གཏུགས་ཕྱིར་ནི་ང་ཚོ་ད་རེས་ཡག་ཨ་ནི་གཟིམ་ཆུང་ཡག་བྱེས་ད་ཡག་བྱེས་ཁ་ཆགས་གཏུགས་ས་རེད་འདི་ག་རེད་ཟེར་ན། གོང་ས་སྐྱབས་མགོན་ཆེན་པོའི་མཆོག་ཨ་ནི་དེ་ད་རོགས་དགུན་ཁ་མ་བརྒལ་ཡག་ལྷོ་ཕྱོགས་ཆིབས་བསྒྱུར་གནང་གི་ཡོད་ཙང་ད་ང་ཚོ་སེ་ར་ལ་ཡག་ཆིབས་བསྒྱུར་གནང་རོགས་བྱེས་ཨ་ནི་ད་འཇིགས་བསྐལ་རིང་པོ་བཞུགས་པ་ལང་ཞེན་བྱེད་བྱས་ཨ་ནི་ཞབས་སོར་འཁོད་བྱས་གང་ལྟར་ང་ཚོ་སེ་ར་ད་ལྟ་ཐིག་ཆེན་གླིང་གི་འདུས་མང་དང་བཅས་པས་གསོ་བ་ཕུན་སུམས་སུ་བཏབ་སྟེ་ཨ་ནི་ད་རེས། མ་གས་སེ་ར་ལ་ཆིབས་བསྒྱུར་གནང་རོགས་གནང་ཞུ་བ་གཅིག་དང་ཨ་ནེ་འདིའི་སྒང་ལ་ཡང་བརྟན་བཞུགས་ཨ་ནེ་ང་ཚོ་ཕུལ་ཡག་དེ་བྱས་དེ་བྱས་བཤད་བཟང་པོ་དག་དང་ཨ་ནེ་ད་ག་ལང་ཤིང་གི་ཨ་ནེ་སེ་རའི་བྲིས་པ་དང་འདྲ་གསུངས་པ་ནང་བཞིན་རྒྱ་བ་གོ་འདུག་གྲུབ་དང་དེ་རྒྱ་བ་སྐུ་འདྲེ་གཉིས་གསུམ་གཅིག་ཏུ་སོ་མ་གནང་ཡོད་ས་རེད་དེ་འདྲ་འདི་ལང་ཤིང་ང་ཚོ་ད་རེ་བྱས་བཤད་བཟང་པོ་ཨ་ནེ་ཡག་ཞུས་བྱས་བྱས་བཤད་བཟང་པོ་ལེགས་པར་ཐོབ་སོ་དེ་འདྲ་ང་ཚོ་དཔེ་ག་སོགས་རེད་ད་སེ་ར་ཐིག་ཆེན་གླིང་གི་དེ་དགེ་འདུན་འདུས་མང་ཡོངས་རྫོགས་དང་བཅས་པ་དངོས་གནས་དྲང་གནས་ཅིག་ག་ལགས་པ་རེད་ད་ཅིག།